ཨོ་ཡ། ད་དེ་ན་ཨེ་ནས་སླར་ཡང་སྡོད་མལ་དུ་བྱོན། ད་དབུས་གཙང་ལ་སློབ་གཉེར་དུ་ཕེབས་ཨེ་ནས་སློབ་གཉེར་མཛད་ནས་རོ་ཨ་སློབ་གཉེར་གནང་ནས་ཨེ་ནས་སླར་ཡང་ཨེ་ནས་ཡང་རང་གི་འཁྲུངས་ཡུལ་ཨེ་ནས་སྡོད་མལ་ཕྱོགས་སུ་ཕེབས་པ་རེད་གསུག། ཆོས་རྗེ་དོན་གྲུབ་རིན་ཆེན་ཨེ་ནས་ད་སྡོད་མལ་ཕྱོགས་ཀྱི་ཤིང་ཀུན། ཤིང་ཀུན་སྡེ་གསར་གྱི་མཁན་པོ་མཛད། འོ་དེ་ནས་སྐབས་དེ་དུས་ཤིང་ཀུན་དགོན་པས་ད་དགོན་པ་ཞིག་གདོད་མའི་ཆོས་ཀྱི་དགོན་པ་ཞིག་གི་མཚན་རོ། ཨེ་ནི་མཁན་པོ་མཛད། དེའི་སྐབས་ཤིག་ཏུ་བདེ་བ་ཅན་གྱི་གདན་སར་མཛད་པར་བཞུགས་བས་གདན་འདྲེན་པ་འབྱུང་བའི་དབུས་སུ་ཕེབས། ད་ཤིང་ཀུན་དགོན་པས་མཁན་པོ་མཛད་པའི་སྐབས་གཅིག་ན་སུ་བ་རེ། ཨེ་ནི་ཆོས་རྗེ་དོན་གྲུབ་རིན་ཆེན་དབུས་ཀྱི་གདན་ས་གདན་ས་ཆེན་པོ་དྲུག་གི་ནང་ལོགས་ཨེ་ནི་བདེ་བ་ཅན་ད་དེ་རིང་ཁ་སང་ཡིན་ན་ང་ཚོ་ར་སྟོད་གྲྭ་ཚང་ལ་གི་འདུག་ཨ་འོ་ད་སྐབས་དེ་དུས་ཀྱི་བདེ་བ་ཅན་ལབ་ས་དེ་ར་སྟོད་དེ་རེད། བྱས་ཙང་ད་བདེ་བ་ཅན་གྱི་གདན་སར་མཛད་པར་ཞུ་བའི་གདན་འདྲེན་བྱུང། ད་ཅིག་བདེ་བ་ཅན་གྱི་མཁན་པོ་ལ་ཕེབས་རོགས་བྱས་ཟེར་ན་ཁོང་ལ་ཚུར་གདན་འདྲེན་ཞུ་མཁན་བྱུང་བས་དབུས་ཕྱོགས་ལ་སླར་ཡང་དབུས་སུ་ཕེབས་པ་རེད། སུ་ཆོས་རྗེ་ལྟོ་འགྲུབ་རིན་ཆེན་གདོད་མའི་ཕྱོགས་ལ་ཕེབས་ནས་ཤིང་ཀུན་གདན་སར་གྱི་མཁན་པོ་མཛད་པའི་ཡོད། མཁན་པོ་མཛད་ན་བཞུགས་པའི་སྐབས་ཅིག་ལ་དབུས་ན་བདེ་བ་ཅན་གྱི་མཁན་པོ་མཛད་རོགས་བྱས་མཁན་པོ་མཛད་ག་ཕེབས་རོགས་བྱས་ཟེར་ན་གདན་འདྲེན་ཞུ་བར་ཕེབས་འདུག་གང་ལ་ཡང་སླར་ཡང་ཨིན་དབུས་ཕྱོགས་ལ་ཕེབས་པ་རེད། འོན་ཀྱང་གདན་སའི་སྟབས་མ་འཕྲོད། རོ་ཨ་ཨིན་འདུག་གང་ལ་ད་བདེ་བ་ཅན་གྱི་གདན་སའི་ཨིན་མཁན་པོ་མཛད་ལ་དབུས་སུ་ཕེབས་ན་ཡང་ཨིན་ནི་ད་ཅིག་ང་ཚོ་ན་མ་སོང་ན་སྟབས་མ་འཕྲོད་ལབ་འདུག་གང་ལ་ད་ཅིག་གི་དུས་ཚོད་ན་མ་སོང་ན་ཏག་ཏག་མ་ཆགས་བ་ཅིག་མདོར་བསྡུ་ན་གྲལ་འགྲིག་པོ་ཅིག་མ་བྱུང་བའི་དབང་གིས་ཨིན་ནི་བདེ་བ་ཅན་གྱི་མཁན་པོ་མཛད་ཡོད་བ་མ་རེད་གསུངས། ཨེ་ནི་ད་བདེ་བ་ཅན་གྱི་མཁན་པོ་ཛེ་དུ་གང་ད་གདོད་མའི་ཕྱོགས་ན་ཚུར་ཕེབས་དུ་གང་ལ་ཨེ་ནི་བདེ་བ་ཅན་ལ་སོགས་པས་ད་ཅིག་དགོན་པ་རྣམས་ལ་ཡ་ཅིག་གི་ཡ། ཅིག་གི་བསྙེན་བཀུར་ཞུ་ཡ་ལ་སོགས་པའི་ཡོ་བྱད་མང་པོ་ཞིག་བསྣམས་ཡོད་དུ་གང་ལ་ཡོ་བྱད་མང་དུ་བསྣམས། ཡོ་བྱད་མང་དུ་བསྣམས་བཅོམ་པ་རྣམས་ཀྱིས་བདེ་བ་ཅན་དང་སྣར་ཐང་སོགས་སུ་གཙུག་ལག་ཁང་དང། དགེ་འདུན་གྱི་ཞབས་ཏོག་རྒྱ་ཆེན་པོ་བསྒྲུབས་ནས། ཨོ་ད་ཅིག་གི་བཟང། དངུལ་དང་ཨེ་ནི་ད་མར་དང་ད་སྐབས་འདི་དུས་ཀྱི་རུ་ཨེ་ནི་མདོར་བསྡུ་ན་གཅིག་ཡ་ཡོད་ཅེས་མང་པོ་བསྣམས་ཡོད་རེད་ད་ཡིན་ན་ཡང། བདེ་བ་ཅན་དང་ནར་ཐག་ལ་སོགས་པའི་ཨེ་ནི་ད་ཅིག་ང་ཚོ་གོས་ཞེན་དང་ཨེ་ནི་ད་ད་ག་ནང་བཞིན་སེར་དངུལ་ལ་སོགས་པ་བསྣམས་ཡོད་ན་ནི་ཨེ་ནི་དགོན་པ་ལ་ཡ་གཅིག་ཡ། གཞིག་སོབ་དང་དགོན་པ་ལ་གཅིག་ཡ་མཆོད་རྫས་ཅེས་ཡ་དེ་འདྲའི་ཕྱི་དུ་ཕུལ་བ་རེད་ཨེ་ནི་ད་ག་ནང་བཞིན་བྱ་དངུལ་མར་དང་ཨེ་ནི་ཕྱུ་ར་ལ་སོགས་པ་དང་དེ་ཚོ་ག་རེ་བསྣམས་ཡོད་ན་དེ་དག་ནི་ཨེ་ནི་དགེ་འདུན་གྱིས་ཨེ་ནི་བསྙེན་བཀུར་དུ་མ་འདུག་ཟེར་ཕུལ་ནས་དགེ་འདུན་གྱིས་ཞབས་ཏོག་རྒྱ་ཆེན་པོ་བསྒྲུབས་མདོར་བསྡུ་ན་དགེ་འདུན་ལ་བསྙེན་བཀུར་རྒྱ་ཆེན་པོ་མཛད་པ་རེད། ཡབ་ཆོས་སྡིངས་སུ་སྐྱེས་མཆོག་རྟ་ཏོག་བསྟན་པའི་དྲུང་དུ་སྒྲུབ་པ་ལ་སྤྱོན། ད་མདོར་བསྡུ་ན་ཆོས་སྡིངས་སུ་སྐྱེས་མཆོག་ཏོག་བསྟན་པའི་དྲུང་དུ། ད་མདོར་བསྡུ་ན་རྟ་གཅིག་བདེ་བ་ཅན་གྱི་མཁན་པོ་མཛད་ཀྱི་ནི་སྟབས་མ་འཕྲོད་པའི་དབང་དུ་སོང་ཙང་ཡོ་བྱད་དེ་ཚོ་བསྒོམ་པ་ལ་ཕུལ་དགེ་འདུན་ལ་བསྙེན་བཀུར་ཞུས་ནས། ད་ཏོག་ཀ་བཟའ་ཆོས་རྗེ་སྐྱེས་མཆོག་ཏོག་བསྟན་པའི་དྲུང་དུ། ད་གཅིག་ཡར་ངོ་ནས་ཁྱོད་སྒྲུབ་པ་ཉམས་ལེན་གྱི་རྫས་ག་ཕེབས་གོ་དགོངས་ནས་སྒྲུབ་པ་ཉམས་ལེན་རྫས་ག་ཕེབས་པ་རེད། ཕྱག་རྫས་གང་ཡོད་བླ་མ་ལ་ཕུལ། ད་དེ་ནས་ད་བདེ་བ་ཅན་དང་ནར་ལྡང་ལ་སོགས་པའི་ཕུལ། ཕྱག་རྫས་བཀླག་མ་བྱེད་ཡོད་རོ། ད་ཡོ་བྱད་བཀླག་མ་ཞིག་ལྷག་དེ་རོ། དེ་ནས་བསྐྱེད་ཆོག་རྟོགས་ལྡན་པོ་ལ་ཕུལ་ནས། སྒྲུབ་པ་ལ་རྩེ་གཅིག་ཏུ་དྲིལ་བས། ད་དེ་ནས་ཁྱོད་སྔོན་གནས་དྲངས་ནས་རྩེ་གཅིག་ཏུ། གཅིག་གིས་བསྒོམ་ཉམས་སྒྲུབ་ལ་སོགས་པ་ལ་མཛད་པ་ལ་རྩེ་གཅིག་ཏུ་དྲིལ་བས་གཞི་གནས་ཀྱི་རྟོགས་པ་མྱོང་བ་གཞི་གནས་ཀྱི། ཨེ་མྱོང་བ་ཁྱད་པར་ཅན་ཐོན། ཨེ་ནི་སྟོད་སྔོན་ནས་དྲངས་ནས་རྩེ་གཅིག་ཏུ་སྒྲུབ་པ་ལ་གཞོལ་ཡོང་དུས་གང་ལ་ཨེ་ནི་སྐབས་དེ་དུས་ཨེ་ནི་ཏྲི་ཀི་བཞི་གནས་ཀྱི་དོགས་པ་ཁྱད་པར་ཅན་ཐུགས་རྒྱུད་ལ་འཁྲུངས་པ་རེད། དེ་རྗེས་གདོད་མའི་ལ་བཅོན་ཨེ་ནི་སླར་ཡང་དག་གང་ཅིར་ཨེ་ནི་བདེ་བ་ཅན་གྱི་ཨེ་ནི་ཏྲི་ཀི་གར་ལ་གདན་ས་པ་ནས་མཛད་མ་ཐུབ་ཨེ་ནི་སྟབས་མ་ལེགས་པའི་དབང་གིས་མ་མཛད་ཨེ་ནི་ག་ཟ་སྐྱེས་མཆོག་རྟོགས་ལྡན་པའི་དྲུང་དུ་ཨེ་ནི་སྒྲུབ་པ་ལ་བཅོལ་ན་སྒྲུབ་པ་ཉམས་བཞེས་མཛད་ནས་བཞི་གནས་ཀྱི་དོགས་པ་ཁྱད་པར་ཅན་འཁྲུངས་ཚར་ན་སླར་ཡང་གདོད་མའི་ཕྱོགས་སུ་ཕེབས་པ་རེད། སུ་ཆོས་རྗེ་དོན་གྲུབ་རིན་ཆེན། བྱ་ཁྱུང་དང་བྱ་བྲང་དགོན་ཟེར་བའི་དགོན་པ་གཉིས་གསར་དུ་ཆགས་དང་བ་དོར་དུ་ན་གདོད་མའི་ཕྱོགས་སུ་ཕེབས་ན་བྱ་ཁྱུང་དགོན་པ་དང་བྱ་བྲང་དགོན་པ་ཟེར་དགོན་པ་གཉིས་གསར་དུ་ཆགས་དང་བ་རེད། ལོ་སྤྲེལ་གྱི་བར་དུ་བར་ཚད་ཀྱི་ཐོག་དྲངས་ན་བྱམས་ཆོས་རྣམས་དང་བརྟག་གཉིས་དང་སྤྱོད་འཇུག་ལ་སོགས་པའི་བཤད་པ་མཛད་ཀྱང། ད་བྱ་ཁྱུང་དང་བྱ་བྲང་དགོན་པ་གཉིས་ཆགས་དང་བར་མ་ཟད་དགོན་པ་དེ་དག་ལ་གླ་བ་སློབ་གཉེར་གྱི་གཞི་བཙུགས་པར་མཛད་པ་རེད། རོ། ཨེ་ནི་ད་དེ་ན་དེ་ནས་བསླབ་པ་སློབ་གཉེར་གྱི་གཞི་བཙུགས་འདུག་ང་ད་མདོར་བསྡུ་ན་གཞུང་ཆེན་ཁག་གི་ཨེ་ནི་སློབ་གཉེར་གྱི་ཨེ་ནི་གཞི་བཙུགས་པ་རེད། ཨེ་ནི་ད་ལོ་གཞུང་ཆེན་ཁག་གི་སློབ་གཉེར་གཞི་བཙུགས་པར་ཟེར་ན་ཨེ་ནི་ག་རེ་བྱས་ཟེར་ན་ལོ་གྲལ་གྱི་བར་དུ་བར་ཚད་ཀྱི་ཐོག་དྲངས་ན་བྱམས་ཆོས་དང་བརྟག་གཉིས་དང་སྤྱོད་འཇུག་ལ་སོགས་པའི་བཤད་པ་མང་དུ་མཛད་ཀྱང། ཞེས་པ་མང་དུ་མཛད་ཀྱང་རོ། ཞེས་པ་མང་དུ་མཛད་ཀྱང་བཞེད་པ་ལྟར་གྱི་ཕན་ཐོགས་ཆེ་ཕན་ཐོགས་ཆེར་མ་བྱུང་བས་འོ་ཁོང་རང་གི་ཐུགས་ཀྱི་དགོངས་པ་ནང་བཞིན་ཅིག་ཨེ་ནས་ཕན་ཐོགས་ཆེན་པོ་བྱུང་ཡོད་བ་མ་རེད། ཨེ་ནས་ཕན་ཐོགས་ཆེན་པོ་འབྱུང་མེད་བར་སོང་ཙང་རོ་བཞེད་པ་ལྟར་གྱི་ཕན་ཐོགས་ཆེར་མ་བྱུང་བས་ཐུགས་སྐྱོ་བར་གྱུར། འོ་དེ་ནས་ཐུགས་ཨེ་ནས་ད་གང་ཅིར་ང་ཚོ་རྣམས་མ་སོང་ན་ཐུགས་ཕམ་བྱུང་བ་རེད་ཨེ་ནས་འདོད་པ་ནང་བཞིན་མ་བྱུང་འདུག་གང་ལ་སློབ་གཉེར་ཅིག་གྲལ་འགྲིག་པོ་ཅིག་དང་ཚགས་ཚུད་པོ་ཅིག་འབྱུང་ཡོད་བ་མ་རེད་གསུང་དགོས་བར་གདའ།